དེ་ལས་ཨོ་ལོ་ཀྱི་རྒྱུ་མཚན་དུམ་བསྒྲགས་བྱེད་ཤུགས་ནི་ཡིན། དེ་སྤྱིར་གྱི་ས་ལྔ་བཟང་མོའི་ཆོས་སྐོར་བསྐོར་བའི་སྐབས་ལོ་དེའི་ཆོས་བདག་བཀའ་སྲུང་དཔའ་བོ་དཔའ་མོ་དེ་ཚོའི་ལོ་ཚོགས་ཀྱི་འཁོར་ལོ་ཕུད་སྒོམ་དེ་ཡང་ཁག་ཆེ་གྲས་ཡིན། དེ་མ་གཞི་བླ་མ་རིག་འཛིན་ཆེན་པོ་དང་དཔེ་ལེགས་ཤོས་མཁན་པོ་ལྕམ་དྲེལ་འཁོར་དང་བཅས་པ་ལོ་དེ་ལྟ་བུ་ནག་པོ་ར་དེ་ལས་ཕྱི་དྲོའི་ཚོགས་འཁོར་ཕུད་དོ། དབྱིན་དེ་བས་ས་སྐྱེས་འགྲོ། དེ་ལྟ་ལས་མར་ངོ་ཡི་དུས་བཟང། དེ་ལྟ་བ་ཡར་གྱི་ངོ་ལྟ་མར་གྱི་ངོ་སེའུ་ལྟ། དེ་ལྟ་བ་ཡར་ངོ་ལོ་དེ་ལས་དེ་དཔའ་བོ་གི་དུས་མར་ངོ་ལོ་དཔའ་མོའི་དུས་ཉི་མ་དཔའ་བོའི་དེ་ཕྱི་དྲོ་དཔའ་མོའི་དུས་དེ་ཨ་ནི་གསུམ་པའི་དུས་ཚོད་ཀྱི་ཁྱད་པར་གྱི་ཕྱི་ནི་ཡོད་ལྟ་དེ་ལྟ་དེ་གནམ་གང། དེ་མར་ངོ་གི་དུས་བཟང། ཁྱད་པར་ཅན་གྱི་དབྱིབས་ལྟ་དེ་ང་ཅན་གྱི

བརྡ་སྤྲོད་ནུས་ལུགས་དེ་ཀ་ར་བན་ཐོག་བྲག་ཡུལ་དར་མདོ་སྔགས་ཀྱི་སྤྱིར་བཏང་གི་ལོ་རྒྱུས། ཀུན་མཁྱེན་པད་མ་དཀར་པོའི་རྡོ་རྗེའི་གླུ་ཡི་ཕྲེང་བ་ནང་ན་ལྷའི། ཡི་དམ་གཅིག་དབུས་མི་ཏི་ལོ་འཁོར་ལོ་སྡོམ་པ་སེར་ཤུལ་ཡིས། འདིའི་བར། མཛུབ་མོ་བཙུགས་ཏེ་གདོད་ནས་ཧྲིལ་གྱིས་འདྲིལ་བ་ཅན་ཐ་མལ་གྱི་བཤད་པ་འདི་རང་ཡིན། ཆོས་སྐྱོང་གཅིག་དབུས་མི་ཏི་ལོ་ཡེ་ཤེས་རྒྱུན་པོ་སེར་ཤུལ་ཡིན། འདིའི་བར་མཛུབ་མོ་བཙུགས་པ་ཅན་རང་གི་རིག་པའི་རྩལ་ཁོ་ན་ཡིན། མཁའ་འགྲོ་ཞིག་ཡོད་མེད་དེ་ལོ་དུས་སོར་མ་ཟད་ཞུ་བའི་དེའི་བར་དོན་མཐར་ཐུག་པ་ཅན་གནམ་གྱི་མཆོག་དེང་གི་སྟོང་པ་ཉིད་ཡིན། དེ་ཧ་ནི་བོ་ད། དེ་ལས་གནམ་གྱི་སྟོང་པ་ཉིད་དེ་ལོ་དེ་ལས་དཔལ་ལྡན་དུས་སོ་ལྷ་མོ་དེ་དེ་མཁའ་འགྲོ་མ་ཡང་ཡིན་པས་དེ་དམ་པའི་ཆོས་ཀྱི་བསྟན་པ་མཆོག་ནི་འདི་གིས་དེ་ལས་ཆོས་སྐྱོང་ཡང་ཡིན་པས། བདག་ཉིད་དཔལ་ལྡན་ལྷ་མོ་དེ་སོ་ལོ་མ་འདི་ལོ་དེ་ལས་འདས། གཡོན་གྱི་མཁས་གྲུབ་གོང་མ་ཚུལ་གྱི་ཆོས་སྐུའི་ཞིང་ན་ཀུན་བཟང་མོ་ལོངས་སྐུའི་ཞིང་ན་བ་ར་ཧི། སྤྲུལ་སྐུའི་ཞིང་ན་དུས་སོ་ལོ་མ་ཟེར་ཏེ་སྐུ་གསུམ་གྱི་བདག་ཉིད་པའི་གསུང་འདི་ཡོད་པ་ཡིན། དེ་ལས་འདི་བཟུང་པའི་ཆོས་སྐུ་ཡེ་ཤེས་ཀྱི་མཁའ་འགྲོ་མ་ལོངས་སྐུ་དམ་ཚིག་གི་མཁའ་འགྲོ་མ། དེ་ལས་སྤྲུལ་སྐུ། དེ་ལས་ལས་ཀྱི་མཁའ་འགྲོ་མ། བདག་དཔལ་ལྡན་ལྷ་མོ་དེ་སྐུ་གསུམ་གྱི་བདག་ཉིད་དུས་མཐར་ཐུག་ལུས་འབར་བ་ཅན་ཏེ་ལྔ་ཚ་བདག་ལྷ་མོའི་དབང་ཆོག་སྟེ་བདག་སྤུ་གྲིར་བ་སོ་གི་རྟ་ཕོ་ཚིག་བརླབ་འདུས་མི་སོ་གི་ཤེས་ནག་མོ་ཞེས་བྱ་རང་གི་སེམས་མ་བཏང་རང་སེམས་གཉིས་མེད་དོ་ཟེར་ཏེ་ལྷ་མོ་ནག་མོ་སེམས་མེད་དེ་རང་གི་སེམས་ཡིན་ཏེ་མ་བཏང་རང་གི་སེམས་དེ་གཉིས་སུ་མེད་པ་ཡིན་ཏེ་དེ་བས་དབྱིངས་འབར་ཅན་ཏེ་ག་བྱི་བའི།

བདེ་བཞིའི་ཟླ་ཚུན་ཤར་བའི་གི་རྟགས་པས། ཤར་འོང་ནི་འདི་གི་དེ་ལས་དེ་ད་དུ་ང་ཅག་ར་ག་ར་དེ་ད་དུ་ཕྱིའི་གི་དེ་བདག་དང་རྟགས་ལོ་སྟེ་འདི་གི་ནང་གི་དོན་འདི་རྟོགས་དེ་འཕྲང་འདྲ་ནང་ན་ཟེར་བ་ཅན་དེ་ག་གེའི་མིག་གིས་མི་མཐོང་རྣལ་འབྱོར་པ་གཅིག་གིས་རང་སྣང་གཅིག་ལོ་མ་རྟོགས་དེ་བཞིན་ལ་བརྡ་སྤྲོད་པའི་གི་ཐབས་མེད་ཡིན་ཏེ་ཨ་ནི་བོ་ད་པན་དའི་ལྷ་མ་དུས་སོར་མ་དེ་མཁའ་འགྲོ་ཡང་ཡིན་ཆོས་སྐྱོང་ཡང་ཡིན་དེ་ལས་དུར་ཁྲོད་ཀྱི་བདག་མོ་ཡང་ཡིན་ཏེ་བརྡ་ལས་པ་འཁོར་འཇིག་རྟེན་པའི་སྐོར་བསམ་གྱིས་མི་ཁྱབ་པ་དེ་ང་ཅག་ར་དྭགས་དམ་ཉམས་སུ་ལུས་ཏེ་བཀའ་ཡི་ཆད་པ་བཅད་མི་དེ་ལས་ན་ཚ་བཏང་མི་ཉེས་ཀྱི་བདག་མོ་ཡིན་ཏེ་ལྷག་པར་དུ་ང་ཅག་འབྲུག་རྒྱལ་ཁབ་ཀྱི་བཀའ་སྲུང་འབྲུག་རྒྱལ་ཁབ་ཀྱི་བདེ་སྐྱིད་རྩ་བ་འདི་དེ་ལས་དེ་འདོད་ཁམས་འོག་མའི་ལག་ཏུ་ཡུལ་ཐབས་རྟེན་འབྲེལ་སྒྲིག་ཐབས་མ་མཁས་ན་ཆབ་སྲིད་སིལ་བུར་མི་བཏང་རིགས་ཞེས་དེ་ལུང་བསྟན་ཚོགས་ན་ལོ་ཨ་ནེ་བའི་དབུས་མིང། ཨ་ནི་པོ་དང་སྤྱིར་སྐྱེ་ང་ཅེས་བཏགས། ཕོ་རྒྱུད་ཐམས་ཅད་ཤེལ་ཕྱི་ལ་གཟིགས་མོ་རྒྱུད་ཐམས་ཅད་ཤེལ་ནང་ན་གཟིགས་བདེ་སྐྱིད་དངོས་གྲུབ་གསུངས་ཕོ་རྒྱུད་ཀྱི་ཕྱི་ཡི་བར་ཆད་བསྲུང་ཟིན་མི་དེ་རྔུལ་པའི་གནས་ཚུལ་ལ་ཡུལ་ཏེ་ཨ་ནི་རྟ་དུ་ང་ཅར་ཏེ་སྨྱོན། ཏེ་ནང་གི་ཨ་མ་སེ་ནང་གི་ཨ་མ་གི་ཕྱི་ནང་གི་བླ་འབེ་དེ་ལ་ཨ་བདེ་སྐྱིད་ཕྱི་ཁ་གི་འབེ་མི་བདེ། ལྟས་གཅིག་ལས་འབར་བ་ཅན་ལྟས་ང་གཅིག་གིས་འདི་ཕོ་མོ་ཉིས་རིང་ཕྱི་བས་ཀྱིས་གློག་གཅིག་མན་རྔས་པའི་གནས་ཚུར་ཡིན་མེད་དེ་ལྷ་དུས་སུ་ཨེ་མོ་ཅིག་ནང་ན་ཞལ་གཟིགས་ཕོ་གཅིག་ཞལ་ལས་ཕྱི་ལོ་གཟིགས་དེ་གའི་སྒྲ་དང་གའི་གའི་བར་གྱི་སོ་འཕེན་གྱི་ཕྱག་ལས་དེ་དེ་བས་མཛེས་དུས་ཡུལ། ལྟས་ཨ་ནི་ང་ཅག་ར་བཏབ་སྐྱས་བཞག་པ་ཅན། ནང་གི་ཨམ་གཅིག་མེད་པ་ཅན་ཁྱིམ་ན་འཛུལ་དགོས་ལེ་ར་གཏོང་ཧ་ཧ་ཐལ་གོ་རི་རི། ནང་ན་གི་ཨམ་ཞི་ཡུལ་ཨ་བདེ་ཀེ་བྱི་ལེ་ཚོ། དེ་ལ་གཉེར་ས་སྦ་འོང་ཏི་རུ་སྦ་འོང་གེམ་ཁི་འོམ་དང་ནང་གི་ཨམ་དི་ཀེ། དེ་ལས་དེ་བྱ་ཀེ་ཏོ་ཀེ་ཆང་ཀེ་བ་ཅེ་ན་མི་སེ་བག་གྲོ་ཅི་འཇག། དེ་ཨིན་རུང་ཐ་གཅིག་ཏུ་གཙོ་ཆེ་ཆུང་གི་ལུས་ཀྱི་མ་ཏོ་དེ་རྩ་བ་ལས། ལྟེ་བའི་མི་སྟོན་སྲིད་པའི་བློས་འཇུག་མིན། ལྟད་མོ་རྒྱུད་ཀྱི་ལྷ་གི་ནང་གི་དངོས་གྲུབ་པའི་གསུང་བཤིག་གི་སྒྲ་ཡལ་ཐུང་ཕོ་རྒྱུད་ཚོགས་ཀྱི་བཤིག་གི་སྒྲ་ཡལ་ཐུང་ནང་གི་དངོས་གྲུབ་པའི་གསུང་སྒྲ་ནི་བོགས་འདག་སྟེ་ད་དུང་ང་བཅས་ཀྱི་དཔལ་ལྡན་ལྷ་མོ། སོར་དགུའི་དབྱིག་གི་གཏེར་ལས་ཏེ། དུས་ཚོད་གཅིག་དོན་དམ་གཅིག་དང་བརྩེ་རགས་གནས་པའི། དེ་རྒྱལ་ཁབ་ཀྱི་སྐུ་རིང་མའི་དབྱིངས། དེ་རང་གི་བར་གྱི་སྲུང་བའི་གདབ་བྱའི་དབྱིངས། ལྷག་པར་དུ་གསང་སྔགས་ཟབ་མོའི་ཆོས་ཀྱི་བཀའ་བློ་དམ་ཚིག་ཉམས་ཆག་བསྐང་བདེ་གི། དེ་ལས་དེ་བདེ་གི་དོན་ལས་བདེན་པའི་སྒོ་སྤིན། དེ་དག་རིགས་ཀྱི་གཟུངས་གཅིག་འབར་བ་ཅན། དེ་བདེ་མཆོག་འཁོར་ལོ་དང་དེ་རྒྱས་པ་རྡོ་རྗེ་གི། དེ་ལས་དེ་རྒྱུད་གཙང་སྲ་དབྱིབས་མེད། དེ་བདེ་མཆོག་འཁོར་ལོ་དེ་ལྟ་དོན་ང་ཅག་ཆོས་སྐུ་དམ་བདག་གི་བདག་བསྐྱེད་དབྱིངས།

ཤ་ཁྲག་གིས་མཆོད་པ་ཕུལ་དགོངས་བཞེས་མི་ཚུགས་ཀྱི། ད་ག་བྱིན་རླབས་ཟློག་པ་སེར་བ་ཅན། ང་ཚོའི་ནང་པ་སངས་རྒྱས་པ་ཆ་ཆ་བ་གིས། དེ་གཞུང་ནང་ལས་ཤ་ཁྲག་གིས་མཆོད་པ་ཕུལ་དགོངས་ཟེར་ལབ་མི་དེ་རྒྱ་གར་གྱི་སྐད་ཀྱི་ཐོག་ལས་པའི་ནི་དེ་གི་དོན་དག་ཧ་མ་གོ་ཨེས། དོན་དག་ཧ་མ་གོ་བ་ཚིག་ཙམ་ཞིག་ལབ་བཞག་མེད་ང་ཅག་གི་དེ་མངོན་སུམ་དུ་ཕུལ་ཡིན། ཏེ།

དེ་ལས་སྦ་སུ་ཏ་སི་མི་དེ་རྒྱུ་མ་ཡིན་པས་དེ་ཚིག་ནང་ལས་འདུག་དེ་ཚིག་ནང་ལས་ཡོད་བཞིན་དུ་དེ་ལས་དེ་འདི་ཁྱོད་ཉིད་མིན་སེམས་ཅན་སེམས་ཉིད་མིན་ཟེར་དེ་ཁ་ལས་འདས་པའི་ཚིག་ཙམ་གྱིས་བསླབ་བཞག་མའི་དོན་ངོ་མ་དེ་དཔེ་ཆ་ནང་ལས་ཡོད་ང་ཅག་གི་མངོན་སུམ་དུ་དེ་ལས་དེ་སེ་འདི་གི་ཕིའུ་ཨིན་ཡིན་ཟེར་ཨ་ཨ་ནི་སོ་ཆའི་ཤེས་སྒོམ་ཁ་ཇེ་བཀྲ་ཡིན་ད།

ཏེ། སེམས་ཅན་གཅིག་ཕུད་དུ་གཅིག་སྦུབས་གྱོ་མོ་ཅན་བསད་མི་ཆོག་པས་སྐྱབས་འགྲོ་གི་སྡོམ་པ་ཞུ་ཚ་བཞིན་ལས། སེམས་ཅན་དང་བསྙད་བགྱི་མི་ཆོག་པ་སྟེ་སེམས་ཅན་མང་ཡོད་སུབ་ཅིག། སྲས་དེ་གའི་ཤ་ཡི་རི་བོ་ག་དེ་བས། དགྲ་བོའི་ཤ་ཆེན་ཤ་སྣ་རི་ལྟར་སྤུངས། ཏེ། དགྲ་འདིས་རང་ལོ་རེ་རྩ་གཉིས་རྩ་མ་ཐོས་མི་འོང། ཏེ་འཛམ་བུ་གླིང་གི་སེམས་ཅན་འགའ་རེ་དགྲ་ཡིན་པ་ཅན་བསད་མི་ཚུག་ཅི་ཡ་བསད་མི་ཚུག་དེ་ཚོ་གིས་རང་བསད་པ་ཅན་བསད་ཚུག། བདག་ནི་དགའ་སྐྱིད་མོ་ཟེར་བ་ཅན། ཏིང་ངེ་འཛིན་གྱི་སྤྲུལ་ཏེ་བུའི་དབྱིངས་ཡིན། ཟད་ད་ཏིང་ངེ་འཛིན་ཟིན་མི་དེ་ག་ཅི་མོ། ག་ནས་མནོ་བསམ་བཏང་ནི་མེད་པ། ད་འདི་ཤ་རི་བོ་འཛོམས་བྱེད་ཡུལ་བྲག་རྒྱ་མཚོ་འཛོམས་བྱེད་ཡུལ་ཟས་ཨ་ནེ་པའི་ཡུལ་ཟིན་མནོ་བསམ་གྱི་བཏང་བཞག་པའི་སེམས་ཀྱི་འདི་མེད་པ་ལུས་ཡོད་ཀྱི་མི་ཕུད་ན་ཟེར་བ་ཅན་དེ་དེ་གི་ཕན་མི་ཐོག་དེ་མ་བབ་ད་ཤེས་རབ་མ་ཞིག་མིག་ལུས་ཏེ་དུམ་སྒྲ་གཅིག་དེ་ཕན་ཐོག་དབྱིངས་རོ་དེ་གོ་མི་ཆོད་དེ་ཏིང་ངེ་འཛིན་གྱི་སྤྲུལ་ཏེ་བུའི་ལུས་ཟིན་མི་དེ་དོན་དམ་ངོ་མ་འདི་ར། ད་དུང་ང་བཅས་ཀྱིས་རྫས་སྡོང་ག་ལུ་ཡོད་པ་ཅན་སྟེ་རྫས་རྟ་ཅིག་དེ་མི་འདོད་པའི་སར་བཅུག་རོགས་ཏེ་ད་དུང་ང་བཅས་ཀྱིས་དེ་མེ་ཏོག་བདུག་པའི་ལ་སོགས་བག་གི་མཆོད་པ་ཅན་ཤམ་ཤམ་མིག་གི་རྫས་འདི་ལོ་ཨ་ནི་ཏིང་ངེ་འཛིན་སེམས་མེད་དེ་རང་གི་སེམས་ཉིད་རྣམ་པར་མི་རྟོག་པའི་ཡེ་ཤེས། བདག་དང་ང་བཅས་ཀྱི་སེམས་ཉོན་མོངས་པ་འཁྲུལ་པ་འདི་མིན་པ་ཉིད་ཀྱི་ནང་ན་ནི་འཁྲུལ་མེད་ཀྱི་ཡེ་ཤེས་རྣལ་འབྱོར་པ་རྟོག་མེད་ཅིག་དགོས་པས་ནི་རྟོག་མེད་ཀྱི་མི་རྟོག་པའི་ཡེ་ཤེས་ཀྱི་བར་གྱི་ཆོས་པའི་རྫས་འདི་སུས་བཀོད་ལ་བྱིན་གྱིས་བརླབས་དགོས་པས་བྱིན་གྱིས་བརླབས་སུ་དང་ཉིད་ཀྱི་བར་ཁྱབ་བྱུང་ནི་ཁྱབ་བདག་ངོ་བོ་དེ་ཟག་མེད་ཡེ་ཤེས་ཀྱི་བདུད་རྩི་འཇམ་སོ་ཡིན་པ་ལ་རྣམ་པ་ཆོས་རྫས་བསམ་གྱིས་མི་ཁྱབ་པ་བདག་ངོ་བོ་ཟག་མེད་ཀྱི་བདུད་རྩི་སུ་དང་ངོ་བོ་བདག་དཔེར་ན། ད་དུང་ང་ཚོས་ཀློག་རིགས་གཙོ་གི་ནང་ན་ལས་དགའ་དེ་བས་སྟོན་འདུག་པས། དེ་ལྟར་ན་མི་གསུམ་གྱི་བ་ངོ་བོ་དེ་མི་ཡིན་པ་ལོ་ཨ་ནི་མི་དེ་གི་ཁ་ཟོམ་མིག་ཏོ་ཟོམ་ལབ་ཟོམ་དེ་ལས་མིག་གི་གཟུགས་ཟོམ་བུའི་ཟོམ་ལྟ་སྒྲ་སེམས་ཅན་གྱི་གཟུགས་སྒྲ་མི་སྒྲ་གཅིག་གི་ཆར་འོམ་ད་ལོ་ཁོ་ངོ་བོ་དེ་ཁ་སྒྲ་མི་ཡིན་པས་རྣམ་པ་དེ་ཨ་ནི་སྲོག་ཆགས་ཀྱི་གཟུགས་ཉིད

ང་ནི་འོ་ན་ད་དུང་ང་གཅིག་གི་ངོ་བོ་ཡེ་ཤེས་ཀྱི་བདུད་རྩིའི་སྡིག་གི་བེ་ཤིན་དང་རྣམ་པ་འདི་སྟེ་ཤ་ཡི་སྒྲོ་བོ་ཁྲག་གི་རྒྱ་མཚོ་ལ་སོགས་པ་སྟེ་ཨ་ནི་བའི་སྤྲུལ་གྱི་བུ་ཡིན། ག་བྱིས་པའི་ལྟེ་བའི་སྤྲུལ་བུ་གོ་བི་ན་སྟེ་ག་ཡུལ་མིན་ཏེ་བུདྡྷ་བ་སེར་བ་ཅན་ཨ་ནི་ང་བྱ་ར་གི་སེམས་ཅན་གྱི་ལྟ་ཞི་བ་དང་བསྐལ་པ་དང་དབང་དང་དྲག་པོ་ལ་སོགས་པ་གི་ཕྲིན་ལས་སྒྲུབ་ནུས་ཀྱི་དོན་ལུགས་ཏེ་ལྷ་ལུགས་ཏེ་རྫས་འདི་དང་མཐུན་པ་བུ་གོ། འདི་ན་ཐུན་བབས་པའི་ཕུལ་བ་ཅན། ཏེ་ཞི་བའི་གིས་རྫས་ཕུལ་དེ་གིས་ཞི་བའི་ཕྲིན་ལས་བསྒྲུབ། རྒྱས་པའི་གིས་རྫས་ཕུལ་དེ་གིས་རྒྱས་པའི་ཕྲིན་ལས་བསྒྲུབ། ཨ་ནི་གིས་དངོས་གྲུབ་ཐོབ། འཇུག་གར་གསུམ་གྱི་འབྲས་བུ། ཏེ་ཨ་ནི་གིས་དོན་ལུས་དེ་ལས་འདས། སྔ་ཕྱི་གི་ལྷ་ཀླུའི་མཆོད་པ་ཕུལ། བདག་དེ་ལ་དེ་སྟོང་པའི་ངང་ལས། དང་བ་ལ་དེ་སྟོང་པ་ཉིད་ཀྱི་བག་སྦྱངས། དེ་ལས། ངོ་བོ་ཟག་མེད་ཀྱི་བདུད་རྩི་ལ་རྣམ་པ་ཆུ་རྩི་བཟང་ཞིང་དོག་པ་མེད་པ། གེགས་སེལ་ཀུན་ཏུ་བཟང་པོ་མཆོད་པའི་སྤྲིན་གྱི་བུང་བ་ལྟ་བུ་ནམ་མཁའི་དབྱིངས་ཐམས་ཅད་ཆགས་པར་འགྱུར། ཟེར་ཏེ་ཨ་ནི་བི་མིག་དེ་ཕུག་ཡིན། དེ་གཅིག་ཨ་ནི་གཤེགས་སྒོ། དེ། འདི་དང་འདྲ་བ་པའི་བདག་གཏོར་མ་ཟིན་མི་ཚོལ་ཡ། དེ་དད་པའི་ར་ཡིན།

དེ་ཕྱིས་དེ་སྐམ་པས་བླུགས་བཞག་པ་ཅིག་རླུང་གིས་སྦགས་ཡང་ཉུང། དེའང་ནི་ཕྱིས་དེ་ནཱ་རོ་མ་བླུགས་དགུ་རམ་བླུགས་དེ་ལས་རྙེད། དེ་དེ་བས་ཨང་རྙེད་པས་སྐད་ཞབས་བདག་མི་བཞག་ཡིན། དེ་ལས་གཏོར་མ་སེ་མི་གཅིག་བཟོ། དེ་གཏོར་མ་དེ་བཟོ་བདག་ལུགས་དེ་ལས་ཁུང་གཅིག་འགོག་པས། དེ་ཨ་ན་ལས་དེ་ལས་དེ་བ་ལྷ་ཡི་དེམ་དང་མཐུན་པ་བས་དེ་ལས་མ་ལས་བང་རིམ་ཡིན་ལོ་པད་མ་ཡིན་ལོ་དེ་ལས་ལྷ་ཡི་གཙོ་བོ་ཡིན་ལོ་འཁོར་ཡིན་ལོ་ཟེར། དེ་ལྷ་དེ་ཀླུ་དེ་བདུད་ཐོབ་ལ་ཁྲོ་བོ་ལ་བདུད་དོ་ཞི་བ་ལ་བདུད་དོ་བླ་མ་ལ་བདུད་དོ་ཡི་དམ་ལ་བདུད་ཐོབ་གསོལ་བདག་དེ་གཏོར་མ་ཟས་དེ་བཞག་བྱིན་ཅིག། རྫས་བཟློག་ཏུ་ཅིག། དེའང་ནི་གཏོར་རྫས་འདི་སྟེ་ད་དུང་ང་ཅག་དྲ་མིག་གི་ས་དུ་མི་དེ་ལས་འདི་བཅུད་མི་དེ་ནི་ཕྱིས་འདི་ཚོལ་ཡ་དེ་ལས་དེ་ལྷ་སྲིད་སྲིད་སྨན་པ་དེ་ལས་དགག་དྲ་བས་དོན་དེ་ལས་དེ་ནི་བའི་ཕུད་གོ་འོ་ཟེར། དེ་ལྟར་ང་ཅག་འབྲུག་གསོ་མི་གིས་དེ་ལས་བཏོགས།

ནོ་མྷེ་ཏཱ་ཚུལ་དགུ་ལས་ཏེ་གཏོར་མ་བཞིན་མི་དེ་ཐབས་རབ་མེད་པ། དེ་ལས་ཏེ་ཨ་ནི་སའི་བཅུད་དབྱིབས་འདི་བཞག་བཞིན་དག། དེ་ལས་ས་མ་ཏུ་བི་གི་དེ་ལས་ཏེ་མ་ཨི་དཱ་དག། དེ་ལས་མ་ཏིང་ཚུ་བླ་སེ་དེ་ལས་སཱ་ཏྲ་ཏྲ་པེ། དེ་གཏོར་མའི་ཀ་གི་མཚོ་ཡ་དེ་ལས་ཏེ་དུག་རྫས་ང་ཅ་ར་ཁོག་པའི་ན་ཇོ་བ་ཅན་དེ་ལས་ཏེ་གཟུགས་ན་མི་རྫས་ཨ་ནི་ཟོམ་བླུགས། དེ་ལས་མིག་ཐོག་ཁ་ཁྲ་བལ་བལ་པའི་བཟོ།

གཞན་ལུས་ཚོགས་ཕུད་གཉིས་མིན། དེ་ལས་སྔ་ཕྱིར་རྡོ་རྗེ་ཉིད་ཐེག་པའི་ལུས་ལུས་ཚོགས་ཕུད་གཉིས་མིན། གསང་སྔགས་དབྱིངས་ཀྱི་བེ་སར་གྱིས་རུང་ཅེས་བྱ་བའི་རྒྱུད་དང་དེ་སྲོག་ལུས་ཚོགས་ཕུད་གཉིས་མིན། ཚོགས་ཟེར་མི་དེ་སྔགས་བླ་ན་མེད་པའི་གི་རྒྱུད་ཀྱི་ཁྱད་ཆོས་ཅན་མིན། དེ་སྤྱིར་བཏང་གི་ཡ་ལྷ་ལུས་མཆོད་པ་ཕུད་ཨ་འོན་ཆབ་སྔ་ཕྱིར་ཆོས་ཕུད་དུ་བཟུང་བས། དེ་ལས་དེ་ལྷ་ལུས་ཕུད་ཧུའི་གིས་བྱིན་རླབས་ཀྱི་དབྱིབས་འདྲེན་ནོ། ད་དུ་སྤྱིར་བཏང་གི་སྔ་ཕྱིར། རྒྱལ་ཁབ་གཞན་ཁག་གིས་དེར་ལས་སྟེགས་ཕྱོགས་པ་ཨིན་ས་ཅི་རུ་དེ་དག་ལྷག་ལུས་ཕུད་གཉིས་བསྡུ་བ་ཤིང་ཏོག་བདག་ནི་སོ་བདག་ནི་དེ་མ་བསྡུ་ས་མི་དང་ཅོག་ར་ཐེབས་འདྲའི་ནོར་མི་དེ་དེ་དང་རྩ་ལེ་ར་མི་འདྲ་ང་ཅིག་གིས་ཚོའུ་སི་མི་འདི་དེ་ལས་སྟེགས་ཁེབས་པར་སོ་སོ་ཅི་ར་ཡིན་དེ་ཨ་ནི་ཚོགས་ཀྱི་སྣོད། སྟོད་ལས་རྟ་མང་ཤོས་བཅས་སྟོད་རིན་པོ་ཆེ་གི་སྡེར་མ་ག་ཅིར་ཡོད་རུ་བཏུབ་པས་དོན་ངོ་མ་འདི་དེ་དེ་ཡང་ཐོས་པ་ཡིན་མོད་ཀྱི་ཨ་ནེ་ང་བཅས་ཀྱི་ད་དུ་ཕུད་ཚོགས་སའི་ལྕེ་བདར་ལོ་དང་པ་ཚོགས་སྐྱེ་ཐང་ལས་ཡང་དེ་ལས་དེ་དེ་ཁྱད་པར་དེ་ལས་སྦོམ་ཡུལ་དེ་ད་དུ་ང་བཅས་ཀྱི་ཡུལ་འདི་སྟེ་མང་ཤོས་བཅས་ཀྱི་དེ་ཆུ་ཡང་མི་ཤེས་བྱ་ཡང་མི་བྱ།

ཅིག་དཔའ་རྒོད་ཡ་མ་ཞུ་དེ་དཔའ་རྒོད་དང་འདྲ་འདྲ་འདྲ་ནི་བདེ་དགུ་ལས་ནག་མི་ས་མི་མ་དཔེ་དེ་རིགས་དེ་དགུ་ལས་ཡག་སྐྱ་གསུམ་པ་བ་ཅན་སྐྱ་གཉིས་མ་ལས་ཡག་གི་དེ་རིམ་པས་དེ་ལས་ཡག་ནི་བི་བི་འོ་མའི་དེ་དེ་བི་བི་གོ་མི་དེ་དབྱི་གཉིས་དེ་ང་ཅག་ལྷ་དང་མི་དེ་མི་འདྲ་མ་འདྲ་དེ་བི་ས་ཅི་རོ་ད་དོ་ང་ཅག་མི་ཡིས།

དེ་ལས་དེ་ཤ་ཡི་བུ་མར་གྱི་བུ་རྫ་བོ་གི་བུ་སྲིབ་གི་བུ་ཤིང་ཐོག་གི་བུ། དེ་ལས་མིན་མ་ཞེས་དེ་ཡོད་ཚད་བཅིབས་ཏེ་དེ་ལ་ཨ་ཙེར་ཨ་ཙེར་ཨ་ཙེར་ཨ་ཙེར་ཨ་ནི་ཧོན་གྱི་སྦོམ་ཕྱུགས་དང་ཁྲིད་དེ་ཧོན་སྦོམ་ཡོད་པ་ཅན་ཤིང་ཐོག་སོ་ཧྲིལ་པོ་པོ་བཀལ། དེ་ལས་ཧོན་ཆུང་སོ་སྐྱོད་པ་ཅན་ཤིང་ཐོག་དེ་སོ་དེ་གཉིས་ཀ་གསུམ་ཀ་བཞི་ཀ། ཐ་ན་བླ་མདོ་བསྟན་པ་ཚོ་དེ་མཚམས་ཁ་ན་དེ་སྒྲུབ་པ་གནང།

དེ་ལས་དཔག་ཚད་ཆུང་ཁུ་བོ་དེ་བཟོ་མ་ས་ནས་འདི་གི་ད་བོད་ཀྱི་ལུགས་སྲོལ་ལས། ནང་མི་བསམ་ཡོད་དེ་ཚོ་སྦོམ་པའི་ཕི་གོ་པ་ཅན་དག་ནི། ཤི་དང་མ་དེ་སྤུའི་རྩ་བའི་སྙེ་བཞིན་དང་དེ་ང་ཅ་ར་གི་ས་སྤགས་ཆུ་བླུག་ཏུ་བཟོམ་པའི་གྲུ་བཞིན་བེད། དེ་ལས་དེ་སྤགས་ཆུ་བཟོམ་པའི་བླུག་དེ་ལས་གྲུ་བཞི་ཏག་ཏག་བེད་དེ་དེ་ལས་ས་རྩིབ་ཅབ་ཏུ་བཟོམ་བེད།

དེ་ལས། ཐབས་ཀྱི་རྫས་དང་ཤེས་རབ་ཀྱི་རྫས་ཟེར། དེ་དེ་ན་ལུགས་ལྟ་ཤ་དང་ཆང་གི། དེ། རྟ་གཅིག་དུམ་སྒྲ་གཅིག་གོ་བཅིངས་པས། དུམ་སྒྲ་གཅིག་རྟ་ཨཱ་ནི་སྐབས་ལུགས། ཏེ་ང་ཅག་ལས་ཤ་སྤང་གོ་ཟེར་བའི་སྐབས་ལུགས་ལ་ལུགས་གཅིག་གིས་ཀ་གཅིག་བསླབ། དང་བར་ཆོབ་བྱ་བྱ་བ་ལོ་ཚོགས་ཤ་འགོག་ག་མ་འགོག་ག་དྲི་གོ་བས་ད་ཆོབ་ལོ་ཚོགས་ཤ་འགོག་པ་ཅན་དེ་ཤ་དུས་དེ་བསད་ར་བསད་གོ་བས་སོ། ད་ཨིམ་ད་ཚོགས་ཤ་གི་དོན་ལས། དེ་ལས་ཉག་ཆུ་ཡི་རྫིང་གི་ལས་ཚོགས་ཤ་གི་དོན་ལས་བྱ་ཁྲི་ཁྲི་བས་དེ་ལས་བྱ་ཡི་ཕམ་བཙུག་ཚོགས་ཤ་གི་དོན་ལས་ཤ་ཁང་བཙུག་བཙུབ་ཀྱི་འདུག་ག་འདི་ཡོད་པ་ཅན་འདི་ཨིམ་བས།

འདི་ངོ་བོ་རྨི་ལམ་བཏང་སྟེ་དགོས་ཐུག་གི་ཐོས་པ་གྱུར་ཏོ་འདི་གོ་ལོ་དེ་ཀང་ཀ་ནི་བྲིས་པའི་བེ་ཤ་བི་ཀི་ཤ་ཨ་ནི་ཟོ་མའི་དབྱུས་དེ་ཨ་ནི་བོ་ད་གཙོ་བོ་ར་ད་ཚོགས་འདི་ག་སྐྱིལ་མོ་ཟེར་བ་ཅན་དེ་ཨ་ནི་ཤ་ལྔ་བདུད་རྩི་ལྔ་ཤ་ལྔ་བདུད་རྩི་ལྔ་ཡི་རང་བཞིན་བྱིན་གྱིས་བརླབས་ཏེ་ད་བྱིན་གྱིས་བརླབས་ཏེ་ཀྱི་བེའུ་ཨིན་ཏེ། ཨཱ་ནི་ཏཱ་ཤེས་པར་བྱས་ལ་ཨཱ་ནི་ཏཱ་མ་ལེ་ཡ། ཚོགས་དཔེ་འདིར་འདི་སྦགས་པའི་མཆོད་དཔེ་འདི་གིས་ཡང་བླ་མའི་སྐུ་འདུལ་ལོ་གཟིགས་ཤིང་མཛད་པ་གདམས་པའི་ཆོས་འདི་ལ་ཐེ་ཚོམ་བྱར་མི་རུང་བྲམ་ཟེའི་ཁྱི་དང་གདོལ་པ་ལྤགས་རང་བཞིན་གཅིག་ཏུ་དགོངས་ནས་གསོལ་ལོས། དེ་ཞུ་ནི་སྤྱོད་པ་སྟེ་འདི་སོགས་སྤྲོས་པ་ཡོད་མི་དགོས་ཏེ་གདངས་ཅན་བསྟན་པས་དེ་གདངས་ཏེ་ཐེག་མགོ་མིན་ཏོ་དེ་དོན་དམ་ངོ་མ་འདི། ཨ་ནི་ཀ་ཅི་ཞོག་མོ་ཟེར་བ་ཅན། བྲམ་ཟེ་སེམས་མི་བདེ་གཏམ་མི་ཟ་མི་གཙང་འདྲ་ཡིན་མོད་ཀ་ར་གི་ཡག་དུ་ཁྱི་ཡི་རྡོལ་དཔའ་བབས་སེམས་མི་བདེ་མ་བཙོག་པ་རྣམ་ཐོབ་པའི་སྲོལ་ཡིན་མོད་ཨ་ནི་བྲམ་ཟེ་དང་ཁྱི་ཡི་རྡོལ་དཔའ་ཆ་ཆ་བ་ལོ། དེ་ལས་ཁྱད་པར་མི་ཡིན་ཟེར། ཨ་ནི་གཙང་མ་དང་བཙོག་པར་འཛིན་མི་བདེ་རང་གི་རྣམ་པར་རྟོག་པ་ཡིན། འདི་གའི་རང་བཞིན་འདི་ལོས་ཁྱད་པར་མི་འདུག་ཨ་ནི་གཙང་བ་དང་བཙོག་པར་འཛིན་པའི་གི་རྣམ་པར་རྟོག་པ་འདི་བ།

དེ་ལས་དེ་འཆང་བཞི། དེ་ནི་ཕ་རྡོ་རྗེ་སློབ་དཔོན། ཡང་རྡོ་རྗེ་སློབ་དཔོན་ཚོང་འགུགས་ཀྱི་ཕ་ཡིན་པ་ཅན། དེ་ལས་ཤེས་རབ་ཀྱི་རྫས་དེ་འཆང་འདི་ཧེ་མ་ཞེས་པ་ཡིན། ཡང་མཚོ་ཁའི་སློབ་དཔོན་འདི་མ། ཤེས་རབ་མ་ཡིན་པ་ཅན་དེ་ལས་ཧེ་མ་ཡ་ཤ་འདི་ཕི་བོ་བ་ཡིན། དེ་ད་དུང་ང་ཆོས་མང་ཤོས་ཅིག། ཡང་རྡོ་རྗེ་སློབ་དཔོན་ཕ་བི་ནི་འདི་གི་དེ་མ་ལས་ཡ། བདུད་རྩི་དེ་དྲངས། དེ་ལས་བདུད་རྩི་དེ་ཡལ་ཏེ་ཤེས་རབ་ཀྱི་རྫས་བི་ནི་ཏི་གི་བཞིན་མི་དགེ་ལ་གཡོན་པ་གྱི་བཞི་མ་ལས་དྲངས་མཐའི་གཡོན་པ་གྱི་དྲང་བོ་པའི་ཨ་ནི་དང་པོ་གྱི་ཐུམ་ཆ་ཆ་བ་གི་ཡ་ཁ་ཡི་ཨ་ནི་ཆུ་བླུགས་སུ་དེའི་བཟོ་བོ་དང་ཚུལ་ཁ་དང་ཕྱི་སྦྱོར་བའི་བཟོ་བཞག་མི་དེ་ཨ་ནི་དར་ཡི་ཨེ་པ་གི་བོག་དང་ལྗགས་བཀོད་དུ་བོག་འདི་གུ་ལུམ་པི་བོ་བ་ཨ་ནི་ཧེ་མ་གཡོན་པ་གྱི་དྲང་ནི་དི་གི་ཏི་ཨ་ནི་ཆོ་ཏོ་དེའི་ཚུལ་ཨེ་ཁ་དུ་བཟོ་བཞག་མ་བ། ནི། དེ་ལས་ཤ་དང་ཆང་གི་རྫས་ཙམ་ཅིག་ད་ལྡི་ཡ་སྐབས་ཐོབ་ཤེས་རྒོབ་ཏི་ཁ་ཆེ་བྲ་ཡོད། ད་གཅིག་ལས་ཤ་དང་ཆང་ཟེར་མི་དེ་ཐབ་ཀྱི་རྫས་དེ་དེ་ངེས་པར་དུ་རྒོབ་ཡིན་ཟེར་བཞིན་ད་དེ་ལས་ང་ཅ་ར་མི་མང་འཛོམ་ས་ལུ་མི་མང་འཛོམ་ད་ལུ་ད་ས་ང་ལུ་དད་པ་མི་མི། དེ་ལས་ལྷག་པར་དུ་དེ་ཤ་དང་ཆང་ཟེར་མི་དེ་བཙོག་པ་བི་ཙི་མི།

དེ་སྟོད་ནི་མི་འོང་དེ་ལས་ཆུ་ལྔ་སྟོང་སྟོང་དང། དེ་ལས་རོ་ཚོ་དགེ་ཞིང་འབྲས་ལྔ་སྟོང་སྟོང་ཨ་ནི་སོ་བ་བཏང་གོ། དེ་དཱ་རུ་བྷ་ངོ་མ་གོ་ཧེབ་དཱ་ལུ། དེ་ལས་དེ་བུ་རམ་གྱི་ཆུ། གཅིག་གི་སྟུབས་ཡིན་དེ་ཆང་སེ་མི་དེ་རྣམ་ཐོ་ཡིན་ཤ་སེ་མེ་རྣམ་ཐོ་ཡིན། བཙོག་པ་ཡིན་སེ་སྦོ་བ་ཅན་འདི་ཡང་རྡོ་རྗེ་ཐེག་པ་ལོ་སྙེ་སྤྱོད་པའི་དབུས་ཀྱི་ཚིག་ཡིན་ཡིན་སེ་ཀི་གི་པད་མ་དཀར་པོ་གི་ཨ་ནི་གསུང་འདུག་ཨ་ནི་བོ་དང་ཨ་ནི་སོའི་ང་ཅར་གྱིས་གཤེགས་གོ། དེ་ཨ་ནི་དང་བུ། སྔགས་ཀྱི་འབྲུག་གླུ། ཡ་ལེ་ཏེ་ལེ་འབྲུག་རྒྱལ་བའི་རིམ་བྱོན། ཚོས་གནའ་མི་ས་མི་ཚོགས་གླུ་སྐད། ཐུགས་ཀྱི་རྩིས་ཁུངས་བྱེད་སྒྲ་ཡིན། ད་དཔེར་ན། འབྲུག་གླུ་གཉིས་པ་ཡི་སྐབས་རྫོང་པ་བྱིན། འབྲུག་གི་གཉིས་པ་གོ་ར་གྱི་ཚོགས་འགོ་མཛད་ཅིག་གི། གཟིམ་ཆུང་ནང་དུ་ཚོགས་ཀྱི་འཁོར་ལོ་བསྐོར། དེ་ཨ་ནི་ཟླ་ང་བྱ་ར་སྒོ་ཁར་སླེབས། དེ་ཨ་ནི་བས། གསུང་ཉིད་མི་བྱེད་དེ་བས་དེ་མ་བབ།

ཕུ་ནི་ཡུལ་སྲས་མའི་ཚོགས་ཀྱི་ཡོ་བྱད་དེ་ལས་པ་ལས་ཕུའི་སྟངས་ད་ཚོགས་ཀྱི་ཡོ་བྱད་ཚོགས་རྫས་ཡིན་མོད། ད་ཚོགས་རྫས་སྤྱིར་གྱི་དེ་ང་ཚེ་ར་ཚོགས་རྫས་བཞིན་ད་འདི་ནང་ད་ལས་ཏེ་ཤ་གཟུམ་གྱི་བེ་སར་བཅུ་རུ་ཏེ་ཤ་ལུ་རྩིབས་ཤ་ལུ་ནང་ཤ་ལུ་དེ་ལས་ཏེ་རྒྱུ་མ་ལུ་མཆིན་པ་ལུ་དེ་ལས་ཡང་དགུ་སྟོད་ཀྱི་ལོ་སྲེད་དེ་དབྱེ་བ་ལས་ཤ་དུ་ཨ་ནི་ཡ་ཚོགས། ཚོགས་རྫས་ཀྱིས་ཕུལ་བ་བཏང་སྟེ་ལས་ལས་ཚོགས་འཁོར་བསྐོར་ཚ་བོ་བདག་ཡིན་གྱིས་མིན་གྱི་ཚོགས་ཀྱི་དངོས་གྲུབ་སྟེ་ཚོགས་རྫས་འདི་གིས་ཏེ་བགོ་བཤའ་བསྐལ་བ་འཛོམས་པའི་ལས་བྱ་མིན་པས་ཏེ་ཚོགས་དཔེ་འདིར་ཡང་དངོས་གྲུབ་ཀྱི་རྫས་དེ་ཡིན་གྱིས་མིན་གྱི་ཕུལ་བགོ་བས་དངོས་གྲུབ་ཀྱི་རྫས་དེ་མ་ཕུལ་བ་ཅན་ཏེ་བསྒོམ་འབྲས་བུ་ཡིན་མོད་ཀྱང་ནི་ཕུལ་བའི་སྐབས་ལུས་ཡ་སྟེ་བ་ཞིབ་ཅེས་པས་གཟིགས་འོང་ཟེར་མོད་ཞིབ་ཅེས་པས་གཟིགས་ཤིང་བདག། འདི་འདྲ་ལ་ཚོགས་རྫས་ཨེ་མ་ཡག་ཕུལ་མིན་སོགས་མ་ཚང་པ་ཅན་དེ་ལས་དེ་འདི་མ་ཚང་པས་དེ་འདི་ཡག་ཕུལ་མིན་གྱི་ཡག་འདི་མ་འཁྲུལ་པས་ན་ཡང་སྤྱི་པའི་ཆོས་སམ་འདི་གི་མ་ལུས་པས་ན་ག་སྤྱི་པའི་ཨེ་ན་སེ། དེ་ལས་དེ་དེ་སྒོམ་འཁྲུལ་པའི་གི་ལུས་རྒྱུ། དེ་ལས་ཨ་ནི་འདི་གང་དེ་ཚོགས་ཀྱི་སྐུ་གི་ཕུལ་མིན་འདི་བསྒོམ་ད་ལུ་དེ་རྣམས་སམ་མི་ཐུག་གཉིས་དེ་དང་པོ་གི་དེ་ཏིག་ཅང་ལྔ་ལྔ་གསུམ་གསུམ་བས་གྲངས།

གཟུངས་སྤྱི་བླུ་བྱ་བཞག་འདུས་པའི་ས་བཅུ་རུ། ན་པ་རུ་ཀའི་བཅུ་བླུ་སྒྲུབ་ཆེན་སྣང་བ་ཅན། རྟ་བབས་སྣ་བུག་ཉི་ནུབ་མོས་པ་ན་ལེ་བར་བུམ་བཏང་ཚུལ་མཚན། ཚོགས་བསྐྱེད་མི་བར་བུམ་བཏང་ལུགས་སྣང་བ་ཅན། བྷ་ལི་སུ་ན་ལེ་པ་རུ་ཚུལ་མཚན། ཏེ་ཨ་ནི་སུ་ལྔ་བྱེད་པའི་ས་ཡ་སྟེ་ཧེ་མ། དངོས་གཞིའི་སྐབས་ཀྱི་ཚོགས། ཏེ་དྲེའུ་བདག།

དེ་ལས་ཨ་ལུ་ཚུགས་ཀྱི་ཤིང་ཐོག་དང་ཁབ་གཟིག་འདི་ལོ་དགའ་སྡིག་གི་མཐུ་ཟ་བ་ཅན། དེ་ལས་ཨ་ལུ་སྐྲངས་ཨ་ལུ་སྔུན། དེ་ཨ་ནི་ང་ཚོའི་རྒྱུ་མཚན་མ་ཞིག་དད་པ་མི་མེད་ལྟ་བ་ཅན། དེ་ལྟ་ཏོག་ཁྱིམ། ཏོག་ཁྱིམ་དཔེ་དེར་གང་ལ་བེད་དོ་བ། དེ་ཁ་ཟེར་བའི་ཁུངས་མིན། ཁ་སྐྱེ་ནི་ཏོག་ཁྱིམ་གྱིས་ཕ་བ་ཀའི་ཚུགས་སུ་སྐྱེས། དང་ང་ཚོའི་རྒྱུ་མཚན་ཤེས་མེད་ཅིག་གིས་སྦ་བ་ཅན། ཨ་ནི་ལུགས། དེ་ལས་དགེ་ལྡན་ལྷ་ཡི་ཚོགས་འཁོར་དེ་བླ་མ་ཡི་དམ་མཁའ་འགྲོ་བྱང་སངས་རྒྱས་བྱང་སེམས་ཆ་མཉམ་གྱི། དེ་ལས་ལོངས་སྤྱད་ཏི་ན་རེ་བཞེས་ཤིག། དེ་ལས་དེ་ང་ཅག་ར་དེ་འབྱོར་པ་དང་དེ་མིན་ང་ཅག་ར་མི་བསོད་ནམས་ཅན་ཡུལ་རི་ཡོད་ཚིག་གིས་དེ་ལས་རྫས་བསགས་བསགས། དེ་ལས།

ཁམས་ལ་ཀྱེ་མ་སྟོན་པའི་ཁ་ཆེམས་སོགས་ཀྱང་ཨ་ནི་མ་དག་པ་དེ་སྦྱངས་ནས་ཀྱི་དོན་ལས་རམ་ཡམ་ཁམས་མེའི་རླུང་ཆུ་རམ་ཡམ་ཁམས་དབུས་མའི་དབུས་མེ་མའི་དབུས་དེ་ལ་གཙོ་བོ་དེ་ཨོམ་ཨ་ཧུང་དང་ང་གཅིག་གིས་ཨོམ་ཨ་ཧུང་ཟེར་ཨོམ་ཨ་ཧུང་ཡང་མ་ཤེས་པའི་མིས་ཟེར་དེ་ཨོམ་ཨ་ཧུང་ཟེར་མི་དེ་མི་ཤེས་དེ་གཏམ་ལ་ས་མི་ལ་ཧ་ལྟས་མེད་དེ་ང་གིས་ཨོམ་ཨ་ཧུང་ཟེར་མི་དེ་བརྒྱ་ཆ་ལས་ད། རེས་གཟའ་ཉི་ཚེ་མ་གཏོགས་མི་ཤེས་པས། ཨོ་མ་ཧུང་གིས་དགོངས་ན་ལས་བསགས་པ་ཅིག་མིན་འདུག་ཨིན་དེ་བས་ས་ཅི་རོ། ཆུང་ཁུག་ཅིག་ལབ་པ་ཅན་དེ་ད་དུང་ང་ཅིག་ཨ་ཁམ་ལོག་སྲིད་ཟིན་མེད་བཙོག་པ་ཨིན་མེད་ག་ཅིག་མི་སྲིད་མི་དེ་ཨ་ནི་ཨོམ་ཟེར་བའི་སྐབས་སུ་ཨ་ནི་ཨོམ་འདི་གིས་མ་བདག་པ་འདི་བྱ་སྙམ། བདག་འདི་གིས་ཧིང་སང་སང་སོགས་བཏང་བ།

འདི་ནམ་མཁའ་འོད་དཔག་མཐོ་བ། དེ་ལས་རི་རབ་འོད་དཔལ་ཆེ་བ། རྒྱ་མཚོ་ལས་གཏིང་ཟབ་པ། དེ་ལས་དེ་ས་གཞི་ལས་རྒྱ་ཆེ་བ། ནས་གསུམ་གྱིས་ལོ་པདྨ་གྱུར། དེ་ལས་ཧཱུྃ་ཟེར་བའི་སྐབས་ལོ། མ་ཅིག་ན་གདོང་ཁ་ཡུལ་མི་འདི། ཁ་དོག་ཡ་རྣམས་བསམ་མེད་ཅིག་མི་འོང། དེ་ལས་དེ་ཁ་དོག་མིག་གིས་བལྟ་བ་ཅན་རྣམས་བསམ་མེད་ཁ་དོག་བཟང་པོ། དེ་ལས་དེ་གསེར་གྱི་ཞུན་མ་ལྟ་བུ། དེ་ལས་གྲིམས་འབར་བ་ཅན་གྲིམས་རྣམས་བསམ་མེད། དེ་ལས་དེ་ལས་ཤམ། དེ་ལས། ཁ་ལོ་རས་པ་ཅན་རྣམ་སྨིན་བསམ་མེད་ཀྱི་བཅུད་ཡོད། ཁོག་པའི་ནང་ཚུད་དེ་བེ་སར་ཅི་རོ་ཏི་ཡེ་ཤེས་ཀྱི་བདུད་རྩི་ཨཱ་ནི་གསུམ་སྟེ་ཨོམ་ཨ་ཧུང་སི་མི་ཏཱ་ཏཱ་ཧ་ཧོ་རི་སི་མི་ཨཱ་ནི་སོགས་ཀྱིས་བྱིན་གྱིས་བརླབས་པ་བཞིན་དང་དེ་ལ་སོགས་ཏེ་ཨཱ་ནི་བའི་བུ་ཨོ་མའི་ཨཱ་ནི་བའི་བུ་དེ་གིས་ཏེ། ཞེས་བཞི་པའི་གིས། ཨཱ་ནི་བའི་ནི་དེ་གིས་ཏེ་ཚོགས་ཏེ་ལོ་ཏེ་བྱིན་བརླབས་ཡང་མི་འདྲ་བཅུད་ཡང་མི་འདྲ་ཕན་ཡང་མི་འདྲ་ནུས་པ་ཡང་མི་འདྲ་སྟེ་བོ་དང་ནི་ཆུ་འཁོར་བཅིབས་ཏེ་དངོས་གྲུབ་པའི།

བདག་ནི་པོ་དང་ཚོགས་བསྡུས་མ་ལས། ལས་མི་དགེའི་ལས་མདངས་གཤེགས་གོ། རྟགས་མི་དགེའི་རྟགས་མདངས་གཤེགས་གོ། ལོག་གསུམ་རྟགས་མི་དགེའི་རྟགས་མདངས་གཤེགས་གོ། བརྟན་པ་ཅིག་བདག་ཅིག་དགུ་རྩུབ་བདེ་ཡང་ང་དགེ་ལབ་ཅིག། བརྟན། ལ་ཡང་ལུས་ཅིག་ང་ཤ་མི་ཟ། དེ་ཚོགས་ཤ་ཡིན་པས་ང་ཆང་མི་འཐུང། དེ་ཆང་མི་ང་དགུང་རྩིས་ཡིན། སྲས་འདོད་པ་ཅན་ནི་རྣམ་པར་རྟོག་པ་འདི་དགེ་བའི་བཅིངས་འདི་དགེ།